མགོན་པོ་ཀླུ་སྒྲུབ་ནཱ་ལེནྡྲ་གླིང་གི་དཔེ་ཆ་པ་དང་ཨ་འབྲི་ཚེ་བརྟན། དགོན་པོ་གྲྭ་ཚོགས་གླིང་གི་མ་དཔེ་རྒན་ཟེར་གྱི་དོན་དག་གི་ཡིག་ཆ་བཀྲམ་པ་གཉིས་ཀ་འདི་རེད་ཡོད་མ་རེད་མགོན་པོ་ཀླུ་སྒྲུབ་དཔེ་ཡོད་མ་རེད་ཟེར་གྱི་ཁག་གཅིག་གིས་དེ་འདྲ་ང་ལ་སྐད་ཆ་བཤད་ཀྱི་འདུག་ཁྱེད་རང་གི་རྫུན་མ་ཤེས་ནས་གི་མགོན་པོ་ཀླུ་སྒྲུབ་ནཱ་ལེནྡྲ་གླིང་གི་དཔེ་རྒྱུན་གོ་རང་ཡོད་མ་རེད་དེ་འདྲ་སྐད་ཆ་བཤད་ཀྱི་འདུག་དེ་ལུགས་རྫུན་མ་དེ་རྐྱང་རེད་མགོན་པོ་ཀླུ་སྒྲུབ་ཁོ་རང་གི་ལོ་རྒྱུས་ནི་གི་གསལ་བོ་ཚིག་རྐྱང་ཡོད་རེད། གསལ་བོ་ཡོད་པ་གི་དཔང་རྟགས་ཀྱི་ལུགས་ཀྱི་ཡིག་ཆ་འདི་རེ་ངས་འདིའི་མ་གཏན་གྱི་བ་འདི་རེ་འདིའི་ནང་ལུགས་ནས་ཁུར་གི། པ་མགོན་མགོན་པོ་ལ་སྒྲུག་གི། སེར་འཇིགས་ཀྱི་གདམས་པ་ལྷུར་ནས་ཁུར་གི་དེ་ནས་ཟངས་མང་པོ་ཞོ་གཅིག་གསེར་ལ་བསྒྱུར་ནས་ཁུར་གི་དེ་ནས་ཟངས་དེ་གསེར་རེ་ཡན་བཙིར་ནས་ཁུར་གི་རྫི་མ་བྱས་ནས་ཁུར་གི། བཙོང་ནས་ཁུར་གི་དེ་འདྲ་བྱས་ནས་ཁུར་གི་དགོན་པ་གི་ཁྲིམས་ལ་ཐུག་རྒྱུ་རེད་དེ་འདྲ་ཡིན་པ་སོང་ཙང། བཞུགས་ལ་ཁོ་རང་དགོན་པ་ནས་བཏུས་པ་རེད། སྤྱི་སྟོང་གི། ཟངས་དུ་གསེར་ཡིན་ཟིན་གི་གསེར་རྫུན་མ་མཚུངས་པ་ཡིན་ན་དངུལ་ནས་དཀྲོགས་ནས་གི་དེང་སང་ཡིན་པ་ཡིན་ན་འདྲ་གི་འདུག། ཁྲིམས་ལུགས་ག་བ་ཡིན་ན་འདྲ་གི་འདུག་དཔེ་དེ་ཁྲིམས་དང་འགལ་གྱི་ཡོད་རེད་ཟངས་སྤྱོད་ཡིན་པ་ཡིན་ནའང་དངུལ་ནས་དཀྲོགས་ནས་གི་ཟངས་སྤྱོད་གི་ཁྲིམས་དང་འགལ་གྱི་ཡོད་རེད། ཨུ་རུ་སུའི་མཚན་ཉིད་རིག་པ་བ་སྐད་གྲགས་ཅན Dros Srotsky ག་རེ་གསུངས་ཡོད་རེད་ཟེར་པ་ཡིན་ན། བཟང་སྤྱོད་ཟེར་ཡ་དེ་མི་རེ་ལ་ལྟ་སྟངས་རེ་ཡོད་ཀྱི་ཡོད་རེད་ཆོས་ལུགས་རེ་རེ་དང་ཅེས་དང། གྲུབ་མཐའ་རེ་རེ་ལ་ཡང་ལྟ་སྟངས་རེ་རེ་ཡོད་ཀྱི་ཡོད་རེད་དཔེར་ན་ཁོ་རང་ངོ་སྤེལ་རྒྱུ་ཅི་ཡག་ཡོད་རེད། ཕོ་གསར་གཅིག་ཨ་མ་བརྗེད་ཆེན་པོ་ལོ་ལངས་ཀྱིས་མཐོང་ཡོད་རེད་དེ་གད་མོ་བླུགས།

དེ་འདྲ་ཡིན་པ་སོང་ཙང་ཁོས་སྐད་ཆ་ག་རེ་ཞིག་བརྒྱུད་ཡོད་རེད་ཟེར་བ་ན་བཟང་ཅུང་ཟད་དེ། ལྟ་སྟངས་འདྲ་གི་ཡོད་བ་མ་རེད་དཔེར་ན་ད་དེང་སང་ཡིན་པ་ཡིན་ན་ཁ་ཆེ་དུས་སུ་ཡིན་པ་ཡིན་ན་ཁོ་རང་ཚོས་ལི་ལ་བུད་དེ། འབར་རྫས་བཏགས་ནས་ཀྱི་མི་མང་པོ་ཡོད་སྙམ་པོ་སེ་གི་འདུག་ད་ག་ནང་ཡིན་འདུག་ངེད་མ་འཇོན་མི་ནི་ཡིན་པ་ཡིན་ན་མི་རིགས་དཀར་པོ་གི་རྒྱལ་ཁབ།

ཨ་ཁོ་རང་གི་སྤྱི་སྟངས་དེ་འདྲ་གི་དཀའ་མོ་ནང་སོང་བ་དེ་འདྲ་ཡིན་པ་སོང་ཙང་ང་འགྲོ་ཡིན་པ་ན་དེ་ཁུ་ལ་སྐད་ཆ་བཤད་གི་འདུག་པ་མི་ཡིན་པ་ཡིན་ན་འོང་ཁག་ཅིག་ངའི་སྐད་ཆ་རྫུན་མ་བཤད་གི་འདུག་ག་རེ་བ་ཡིན་ན་མགོན་པོ་ལི་སྒྲུ་རྩ་བ་ནི་གི་དགོན་པ་ནི་གི་པི་ཡོང་ཡོག་མ་རེད་འདི་གི་ང་ལ་ཨོ་ནི་གི་མཆན་སྦྱང་མཁན་དང་དེ་ནི་དགེ་བ་ནི་གི་ཡི་གེ་འདོན་མཁན་དེ་འདྲ་འདུག་ཁྱེད་རང་ཚོ་ནོར་ཚ་རེད་ངོ་ནི་དྲང་འདི་གི་མགོན་པོ་ལི་སྒྲུ་ནཱ་ལེནྡྲ་ནི་གི་པི་ཞབས་པ་རེད་པི་ཞབས་པ་གི་དཔང་རྟགས་གི་ཡི་གེ་མཚམས་མོ་ངས་བསྟན་པ་ཡིན་པ

སྐྱོང་བྱས་ནས་ག་ནར་དགོངས་པ་འདྲ་ཚང་བ་དེ་འདྲ་གི་ཚོགས་འདུ་གི་ཐག་གཅོད་བྱས་པ་དེ་ཡག་པོ་རེད་ཤག་དེའི་སྐོར་ལ་མི་མང་པོ་གི་དྲི་བ་གཏོང་གི་འདུག་ང་ལ། དེ་ནས་འདི། རེ་བ་རྡོ་རྗེ་ཟེར་དེ་གི་དེའི་སྐོར་ལ་སྐད་ཆ་བཤད་ན་ཡག་པོ་འདུག་ཟིན་གི་ང་ལ་རེ་བ་ཅིག་གཏོང་འདུག་རོགས། སྤྱི་སྟངས་ཀྱི་འདི་ཨ་འབྲུ་སྟན་གི་གནས་སྟངས་དེ་གནས་དྲག་ཆགས་ཤག་ད་ལྟ་ཡིན་པ་ཡིན་ན་ཁོ་རང་ཚོས་ཨ་འབྲུ་སྟན་དམག་སྤི་བྱ་བ་གི་ཡིག་ཆ་དེ་ཤི་ཐན་བྱེད་ཀྱི་མིན་ད་ལྟ་ཡོའོ་རེད། ཡིན་པ་ཡིན་ན་འོ་ད་མ་འོང་བར་དེ་ཡིག་ཆ་དེ་ཤི་ཐན་བྱེད་ཡག་གི་དེ་འདྲ་གི

སྤྱི་བཏང་བ་ཁོ་རང་ཚོས་དེ་འདྲ་གི་ཚོགས་འདུ་ཚོགས་དགོས་ལ་རྒྱུ་མཚན་གཉིས་ཡོད་རྒྱུར་བསམ་གྱི་ཡོད་རྒྱུ་མཚན་དང་པོ་དེ་ཨན་ཀྲུའུ་ཚེ་བརྟན་དང་ཨན་ཀྲུའུ་ཚེ་བརྟན་གྱི་རྒྱབ་སྐྱོར་བ་དེ་ཚོའི་སྒོར་མོ་རེད་ཚོད་ལ། ད་མ་ཉེས་ཁ་འོས་བྱས་པ་དེ་འགྲིག་གི་མི་འདུག་ཟེར་ནས་ཁོས་ཡ་རེ་བ་བྱས་པ་དང། རྒྱུ་མཚན་གཉིས་པ་དེ་ཁོ་རང་ཚོས་ཚོགས་འདུ་ཚོགས་པའི་སྐབས་དུ་ལ་ཡིན་པ་ཡིན་ན། ཆོས་རྗེ་ཀོང་སྤྲུལ་གྱི་རྡ་རམ་ས་ལ་ནས་ཀྱི་སྐུ་མདུན་ལ་བསྟན་བྱའི་བུ་གུ་འདུལ་བ་དེ་འདྲ་ཡིན་པ་སོང་སོང། སྤྱི་ཐིག་ཨ་འབྲུག་ཚུ་བསྟན་སྐུ་མདུན་གྱི་བསྟན་བྱ་ལ་དཔྱད་མ་ཐེབས་ཡ་ཆེད་དུ་ཆེད་མངགས་གི་ཉི་མ་ད་ག་རང་ལ་ག་རང་ཚུ་ཚུགས་འདུག་ཚུགས་འདུག་བསམ་གྱི་ཡོད་དེ་ང་རང་ང་དོག་པ་ཡིན་ང་རང་ངུ་ནི་གྲོང་ནས་ག་དེ་འདྲ་བསམ་གྱི་འདུག་དེ་མིན་པ་ཡིན་ན་ཡིན་གཅིག་མིན་གཅིག་གི་ཚུགས་འདུག་ཉི་མ་ད་ག་རང་ལ་ཚུགས་དགོས་ཡ་ཡོད་མ་རེད་པ།

ཁོ་ལ་རྒྱབ་སྐྱོར་བྱེད་མཁན་དེ་ཚོའི་རྩ་བ་ནི་དེ་རིང་ནས་བཟུང་ནས་དེ་ཉོས་དྲ་དེ་ད་མཚམས་ཆ་ན་ཡག་པོ་འདུག་ནས་ཁོ་རང་གི་རེ་བ་ཞུ་འདུག་དེ་འདྲ་ཡིན་པ་སོང་ཙང་ང་འགྲོ་ཡིན་པ་ཡིན་ནའོ་དེ་ཁོ་ལ་ད་མ་འོང་བའང་ཡང་སྐྱ་རེ་རེ་སྐད་ཆ་བཤད་ཀྱི་འདུག་པ་མིན་ཡིན་པ་ཡིན་ནའོ་དེ་རིང་དེའི་སར་དབུ་མ་ཆེ་བ་ཁག་ཅིག་འདུག

སྐབས་དེ་དུས་བདེ་སྲུང་དྲུང་ཆེས་ང་ལ་སྐད་ཆ་ག་རེ་བཤད་ཡོད་པ་ཡིན་ན། ཁྱེད་རང་གི་ས་བཤད་ཀྱི་ཡི་གེ་གཅིག་བྲིས་ཤོག་བྲིས་ཤོག་པ་ཡིན་ན་ད་ནི་ཁོ་རང་ཚོ་ལྷུག་ལྷུག་བྱས་ནས་ཁྱེད་རང་སྐུ་མདུན་རྒྱ་གར་ལ་གཏོང་གི་ཡིན་ཟེར་ནས་ཁོ་རང་ཚོས་ང་ལ་སྐད་ཆ་བཤད་ཡོད་རེད་ཡིན་པ་ཡིན་ན་ལྷུག་ལྷུག་ཞེས་ཟེར་ཡ་དེ་ད་ག་རེ་ཟེར་གྱི་ཡོད་རེད་ལྷུག་ལྷུག་ཟེར་ཡ་དེ་ལོ་གཅིག་གཉིས་གསུམ་རེད་ཟླ་བ་གསུམ་བཞི་ལྔ་རེད།

ཡིན་པ་ཡིན་ནོ། ཀུན་དགའ་བོ་འཇའ་ཀ་ར་ཁྱེད་དེ་ངའི་སྤེན་པ་ཚོ་ལ་ཅོང་ཇོ་མ་བྱེད་པ་ཡིན་ན་དེ་འགྲིག་གི་མི་འདུག་ག་རེ་ཟེར་བ་ཡིན་ན་ངའི་མ་རྒྱོ་རང་ཚོ་མ་བརླག་འགྲོ་གི་འདུག། ཁོ་རང་ཚོ་ནག་ཉེས་བསགས་པ་ཡིན་ན་ངས་ཅོང་ཇོ་བྱེད་ཀྱི་རེད། ནག་ཉེས་མ་བསགས་པ་ཡིན་ན་སྤེན་པ་ཚེ་རིང་ཇོ་ལ་ངས་ནམ་ཡང་ཅོང་ཇོ་བྱེད་ཀྱི་མ་རེད། སྤེན་པ་ཚེ་རིང་ཁོ་རང་ལས་ཀ་ཡག་པོ་ཅིག་ལས་པ་ཡིན་ན་ངས་ཁོ་རང་ལ་རྟོག་པ་རྒྱག་གི་རེད་འོན་ཏེ་རྒྱག་གི་མི་འདུག། ཡིན་པ་ཡིན་ནོ། ཁོ་རང་གི་སྤྱོད་པ་རྩ་བ་ནས་ཡག་པོ་དང་འདྲ་པར་དུ་ཡག་པོ་ཤེས་མ་སོང་དེ་འདྲ་ཡིན་པ་སོང་ཙང་ངས་ཅོང་ཇོ་བྱེད་ཀྱི་རེད་དེ། ང་འདིས་ཁོ་རང་ཚོའི་ལྷོ་ལྷོ་བྱས་ནས་གཙང་མ་བཟོས་ཟེར་ཏེ།